ཚད་ངེས་ཆེ་ཤོས་ཆགས་ཀྱི་ཡོད། སོ་སར་སྐུ་མདུན་གྱི་མཛད་པ་ནི་གལ་ཆེའི་མཛད་པ་གསུམ་འདི་གཞི་ལ་བཞག་པའི་ཐོག་ནས་ཨ་ནི་དགའ་ལྡན་ཕོ་བྲང་ལས་ཁུངས་ཀྱི་སྒྲོམ་གཞི་ཡིན་པ་ཡིན་ནའི་དེ་དེ་བཞིན་གྱི་འགྱུར་བ་ཞིག་བཏང་ཆེ། རེད་བ། ཨ་ནི་རྒྱལ་སྤྱིའི་གྱི་རང་བཞིན་ལྡན་པའི་སྒྲིག་འཛུགས་ཞིག་མཚོན་ཐུབ་ཡ་ཆེ། དེ་གང་ཚོད་བོད་པའི་གྱི་བླ་མ་རྩ་ཆེན་པོ་ཅིག་གྱི་བླ་བྲང་ཙམ་མ་ཡིན་པ། རེད། རྒྱལ་སྤྱིའི་རང་བཞིན་ལྡན་པའི་སྒྲིག་འཛུགས་ཅིག་ཡིན་དུས་ཀང་ལི་ཡ་ནི་སྒྲིག་འཛུགས་དེ་རྒྱལ་སྤྱིའི་རང་བཞིན་ལྡན་པ་ཡིན་པ་ཅིག་མཚོན་ཐུབ་པའི་ཐོག་ལི་ཡ་ནི་ལས་ཁུངས་ཀི་སྒྲོམ་གཞི་ལ་འགྱུར་བ་གཏང་དགོས་ཡོད་ན་རེད། ལས་ཁུངས་ཀི་ལས་དོན་བྱེད་ཕྱོགས་ཐོག་ལ་འགྱུར་བ་གཏང་དགོས་ཡོད་པ་ཡིན་ན་རེད། གང་ལྟར་འདི་ཚོ་གནང་དགོས་ན་དཔེ་གལ་ཆེན་པོ་རེད་གསུངས་པ་འདུག་སོ་སང་ལས་ཁུངས་ཀི་སྤྱི་ཡོངས་ཀི་སྒྲོམ་གཞི་ཐོག་ལི་ཡ་འགྱུར་བ་ཞིག་གཏང་ཐུབ་པ་ཡིན་ན་ནི་ཅིག་གི་ལས་དོན་དེ་ཚོ་ཡིན་པ་ཡིན་ནའི་ཚགས་ཚུད་པོ་ཞིག་དང་ལས་གཞི་སྤེལ་བའི་ཀ་ལི་ཡིན་པ་དེ་ནུས་པ་ལྡན་པ་ཞིག་ཕེབས་ཐུབ་པ་ཡིན། ནི་གང་ལྟའི་ཕོ་བྲང་གི་ལས་ཁུངས་ཀི་དེ་ནས་ཕྱག་ལས་གང་གནང་གི་ཡོད་པ་ཡིན་ནའི་འདི་བོད་མི་རིགས་ལ་ཕན་གི་རེད་བོད་བརྒྱུད་ནང་བསྟན་ལ་ཕན་གི་རེད་འགྲོ་བ་མི་སྤྱི་ལ་ཕན་གི་རེད་སོང་ཙང་ད་དེ་འདྲས་ཀྱི་རྩ་ཆེན་པོ་སྒྲིག་འཛུགས་ཡོད་པ་དེ། ལོ་དྲུག་བརྒྱ་ཀྱི་ད་ལོ་རྒྱུས་ཅན་གྱི་སྒྲིག་འཛུགས་ཡོད་པ་དེ་ད་ང་ཚོ་ག་འདྲས་སྲུང་སྐྱོབ་བྱེད་འོ་རེད། དེ་ང་ཚོ་བོད་མི་ཚང་མས་ཀྱི་སེམས་འཚབ་བྱེད་དགོས་བོད་མི་ཚང་མས་ཀྱི་འགན་ཞིག་དགོས་ཞིག་དེ་ནུས་པ་ཐོན་པ་ག་འདྲས་བཟོས་འོ་རེད། རེད་བ། འདི་ནུས་པ་ལྡན་པ་ཞིག་བཟོས་ཐུབ་པ་ཡིན་ན་རང་བཞིན་གྱི་བོད་མི་རིགས་ཁེ་ཕན་ཡོངས་རྫོགས་དེ་ནང་ལས་ཚུད་དེ་ཡི་རེད་བསམ་གི་འདུག།